དེ་དང་མཉམ་དུ་ད་རེས་ང་ལས་འགུལ་གཅིག་ག་རེ་སྤེལ་གི་ཡོད་ལབ་ན་ང་རང་ཚོས་ཀྱི་ཉེ་བའི་ཆར་ལ་སྤྱི་ཟླ་གསུམ་པའི་ཚེས་བཅུ་གཉིས་ལ་ད་ནང་ང་རང་ཚོའི་ལུང་པ་གྲོ་ཉེ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་མི་མང་འཐུས་མི་ཚོགས་ཆེན་ད་ཁོང་ཚོས་ལ་ང་ཚོའི་ལམ་ནས་གྲོས་ཚོགས་ཡང་འདིའི་ཀྱི་ཁྲིམས་འཆར་གསར་པ་ཞིག་གཏན་འབེབས་བྱས་སོང་མི་རིགས་མཐུན་སྒྲིལ་གྱི་ཁྲིམས་འཆར་རེད་ད་འདི་ཡིན་ན་ང་རང་ཚོའི་བོད་པ་གཙོས་པའི་ཀྱི་ད་རྒྱ་ནག་གི་དབང་བསྒྱུར་ལ་འོག་ལ་ཡོད་པའི་གྲངས་ཉུང་མི་རིགས་དེ་ཚོ་ད། བདག་ཁོ་རང་མི་རིགས་འདི་གས་རྩ་མེད་བཏང་རྗེས་རྒྱ་མིས་རང་བཟོ་ཡས་ཀྱི་ཐབས་ཤེས་ཅིག་སྟོན་གྱི་འདུག་འདི་ང་རང་ཚོའི་གས་ལོ་རྒྱུས་ལྟར་ན་འཛམ་གླིང་དམག་ཆེན་གཉིས་པའི་སྔན་ལ་ཨ་ནི། Germany། གྱི་ཧིད་ལར་གྱིས་ད་མདོ་ཐོག་འདི་གར་ཇེའུ་མི་རིགས་རྩ་མེད་བཟོ་ཡས་ཀྱི་ཐབས་ཤེས་བཏང་ན་དེ་དུས་ཁོ་ཡིན་ན་ད་དྲག་པོའི་གས་མཚོན་ཆ་རྒྱས་རྗེས་ཨ་མི་དེ་ཚོ་གས་དུག་ལང་བཏང་ན་ཟེར་ཡས་ཀྱི་རོ་ད་རྒྱ་མིས་ད་འདི་དུས་ཚུལ་ལ་ཐབས་ཤེས་དེ་འདྲས་འགྲོ་གྱི་མེད་དུས་ཙམ་ལ་ད་ཁོ་ཚོས་གས་ཁ་ནས་སྙིང་རྗེ་མོ་བྱེད་རྗེས་མི་རིགས་མཐུན་སྒྲིལ་གྱི་སྲིད་ཇུས་ཟེར་གར་མི་རིགས་མཐུན་སྒྲིལ་ལབ་ན། ང་གཉིས་མཐུན་པོ་ཡོང་ཡ་རེད་ག་དུས་ཆགས་རེད་ངས་ཀྱེ། ཁོང་ལ་ཕ་གུས་ཞབས་བྱས་ཁོང་ཀྱེ་ང་ལ་གུས་ཞབས་བྱས་ཨ་ནི་ང་ང་རེ་ག་མོས་དང་ཀྱེ་དང་ཡི་གེ་དེ་ཚོ་ཉར་བཅུག་ཁོང་ཁོ་རང་གྱི་ག་མོས་དང་ཀྱེ་དང་ཡི་གེ་དེ་ཚོ་ཉར་བཅུག་སོང་ན་ང་གཉིས་མཐུན་སྒྲིལ་ཆགས་ཡོད་རང་ཡིན་ནའི་ལས་དགེ་མིན་གྱི་མི་རིགས་མཐུན་སྒྲིལ་ལས་དེ་ག་རེ་རེད་ལབ་ན་ཁ་ནས་མི་སྙིང་རྗེ་མི་རང་རྡོག་རྡོག། འོས་པ་རྩོད་པའི་མི་ཚང་མ་རྒྱ་མི་རང་བཟོས་ཅན་ད་མི་རིགས་གཞན་པ་རྩ་མེད་བཟོ་ཡག་སྲིད་ཇུས་རེད་དེ་ལ་ང་རང་ཚོ་ཨ་ནི་བཙན་བྱོལ་གཞུང་གཙོས་བས་ཀྱི་སྒྲིག་འཛུགས་དང་ཚོགས་པ་ཚོས་ཀྱི་རྒྱལ་སྤྱིའི་སྟེང་སྤྱི་དང་ས་གནས་ཁག་ལ་འགྲེལ་བཤད་རྒྱབ་རྒྱལ་སྤྱིའི་སྟེང་སྤྱི་སྟེང་ལ་ཁྲིམས་གཏུགས་དང་བྱེད་དགོས་པ་ཡིན་དང་ཡིན་དེ་དང་མཉམ་དུ་ལ་ང་རང་ཚོ་ཕྱིའི་རྒྱལ་ཁབ་ཀྱི་རང་དབང་ལུང་པའི་ནང་ཡོད་བས་ཀྱི་བོད་པ་མི་རེ་ངོ་རེ་ལ་དམིགས་བསལ་གྱི་རང་དབང་ལུང་པའི་ནང་ཡོད་པའི་འགན་ག་རེ་འཇོག་ན་ང་རང་ཚོའི། བོད་མི་རིགས་དེ་ཡི་ད་གང་ལྟར་བླ་སྲོག་དང་ན་མོ་ཤིང་སྡོང་དང་མ་སྲུང་རྩ་བ་ཀྱི་ཐུག་ས་དེ་རང་ཚོའི་སྐད་དང་ཡི་གེ་ཀྱི་ཐུག་ཡོད་རོ་འདི་ཡིན་དུས་ཙམ་པ་ང་རང་ཚོ་མི་རིགས་ངོ་རེ་ཀྱི་ཨ་ནེ་ལས་འགུལ་དང་དེ་ཚོ་སྤེལ་པ་དང་མཉམ་དུ་ང་རང་ཚོའི་ཕ་སྐད་དང་མ་ཡིག་དེ་སྲུང་སྐྱོབ་བྱེད་ལ་ཐབས་ཤེས་ཡག་ཤོས་དེ་ང་རང་ཚོའི་ཉི་མ་ཉི་མིག་གི་འཚོ་བའི་ནང་ལ་བེད་སྤྱོད་གཏང་དགོས་དེ་དཔེ་གལ་ཆེན་པོ་འདུག་འདི་ཡིན་དུས་ཙམ་པ་ང་རང་ཡིན་ད་དེ་ལ་ཁྱེད་རྣམ་པ་ཚོའི་ཁ་ཤས་གཟིགས་ཡོད་རེད་དེ་འོས་བསྡུའི་ཁྱབ་བསྒྲགས་ཀྱི་བརྙན་ཐུང་ཡིན་ཆེད་སྔར་བཞིན་བཤད་ད་ལོའི་ཀྱི་སྔོན་དམིགས་བསལ་དངོས་གཞིའི་ཀྱི་འོས་བསྡུའི་ནང་ལ་ང་རང་ཀྱི་ངོས་ནས་ཡིན་ན་ད་ང་རང་ཚོའི་སྐད་དང་ཡི་གེ་བེད་སྤྱོད་གཏང་ཡ་དེ་ང་རང་ཚོའི་བོད་ཡིག་དང་བོད་སྐད་རང་ཉིད་ཀྱི་ཐོག་ནས་འདུག་ཤེས་བྱས་ཨ་ནི་ཤུགས་རྒྱག་གི་ཡིན། མི་དམངས་ཀྱི་འགོ་ཁྲིད་བྱེད་ཀྱི་ཡིན་སྤྱི་བའི་ཀྱི་འཐུས་མི་བྱེད་ཀྱི་ཡིན་ཟེར་འདི་ཡིན་དུས་ཙམ་པ་ཁྱེད་རྣམ་པ་ཚོ་ལ་འབོད་སྐུལ་དེ་བཀོད་བྱས་ཨ་ནི་ང་རང་ཚོའི་མི་རིགས་འདིའི་ཀྱི་བླ་སྲོག་དང་པ་ཚོ་སྲུང་སྐྱོབ་ཡག་ཤོས་དེ་ང་རང་ཚོའི་སྐད་དང་ཡི་གེ་དེ་ང་རང་ཚོའི་ཉི་མ་ཉིན་མེད་ཀྱི་འཚོ་བའི་ཐོག་ལ་བེད་སྤྱོད་གཏང་ཡ་དེ་རེད། ཨན་ཅི། བྱིས་བློ་བདོ་བ་རྒྱ་གར་དང་འདི་ཚོའི་ཁྲོམ་ཟླ་བ་འགྲོ་དུས་སྐད་ཆ་གཞན་པ་མ་བརྒྱབ་རང་སྐད་རུ་ཡིན་པས་ནས་ང་རང་ཚོ་བོད་པ་ནང་ཁོལ་ཐུག་དུས་ཡིན་གཅིག་མིན་གཅིག་ཨནི་བོད་སྐད་དེ་བེད་སྤྱོད་བཏང་འགྲོ་ན་ཨནི་ཐབས་ཤེས་གཅིག་བཞི་བོ་ཨི་འདྲའི་ཆེན་པོ་འདི་འདྲའི་བསམ་བློ་མ་གནས་ཚེ་ཆུང་ཆུང་དེ་འགོ་བཙུགས་ཡས་རེད་ང་རང་ཚོའི་ཁ་པར་ནང་ལ་ང་ཚོ་བོད་པ་ཚོས་ཀྱི་མིང་འདི་བྲིས་ཡས་བཞི་བ་འདི་ལ་བུའི་ཐོག་ནས་བྲིས་ཨ་ང་རང་ཚོ་བོད་པ་ཕག་ཚོ་ལ་གཅིག་བཀྲ་ཤིས་བདེ་ལེགས་དང་འདི་ཚོ་ག་རེ་ཁ་པར་ཐོག་ནས་དེ་ང་ཚོས་ཀྱི་བརྡ་འཕྲིན་འདི་འདྲའི་བསྐུར་དུས Message བསྐུར་དུས། བཀྲ་ཤིས་བདེ་ལེགས་ང་དོ་མང་ཞེས་དབྱིན་ཇིའི་གི TESHISD ཞེས་ནས་གཏང་གི་རོགས་འདིའི་ཚབ་ལ་ང་རང་ཚོའི་བེའུ་ཡིས་བཀྲ་ཤིས་བདེ་ལེགས་ནས་མགོ་བཙུགས་ད་ཨ་ནི་ག་ལི་ག་ལི་ག་ལི་སྒོམ་ཡོང་གི་རེད་ང་ཡིན་ན་ང་རིག་གི་དེའི་གི Poster གི་སྟངས་ཁྱེད་རྣམས་ཚོས་གཟིགས་ཡོང་གི་རེད་འདི་མི་མང་ཚོར་དྲན་སྐུལ་གནང་ཡང་ཆེས་རུང་ང་གིས་ད་ལྟ་འདི་གི་སྦྱར་སྦྱར་ཡིག་ཅིག་ཡོད་རོགས་འོང་འདིའི་གི་རྐུབ་དེ་ལས་བྲིས་ཤག། ཕ་སྐད་རུས་པ་ཡིན་ཡང་ངུར་དགོས། མ་ཡིག་ས་ཡིག་ས་རྒོད་ཡིན་ཡང་སྨྲོ་དགོས། གང་ཟེར་ང་རང་ཚོའི་མི་རིགས་ཀྱི་བླ་སྲོག་ལྟ་བུའི་གི་དེ་ལ་ང་ཚོས་གཏིག་ཏུ་དུག་རུས་རྒྱག་དགོས་འདོ། གང་དག་ཅིག་རུ་དགོ་ཡིན་ནའི་ཁྲག་པོ་དུ་ཡོད་རེད་ང་རང་ཚོ་ངུར་པོ་རེད་དེ་ཨུར་ཚུགས་རྒྱག་པོ་རེད། ཨ་ནི་ས་ད་དོག་དོག་ད་དམིགས་བསལ་གི་དེ་ཡིན་ན་ཧ་གོ་རོགས་ད་ཉི་མ་ཁྱོད་ཚོ་གི་བལ་ཁོར་ཤིང་ནག་ཁོ་རང་གཏུབ་བྱེད་བཞིན་ད་དེ་ས་ཡག་པོ་བཟོ་ཐུག་རོགས་དེ་ནང་བཞིན་དེ་འདྲས་གི་ཨུར་ཚུགས་ཅིག་མ་རྒྱབ་ན་མི་རིགས་ལ་ཡི་གི་ནས་ཐུག་གི་མ་རེད་རེད་གནད་འགག་དེ་མཐོང་གི་འདུག་ང་དེ་དུས་རྩམ་པ་ཁྱེད་རྣམ་པ་ཚོ་ཨ་ནི་བོད་ཡིག་དང་ཨ་ནི།